དེ་ངན་དེ་སྦྲུལ་དེ་ཤེས་དགོས་པའི་ཕྱིར་ཟེར་ན་ད་འདི་སྦྲུལ་ལོ་དེ་ཤ་ཡོང་དགོས་རོ། དེ་ཡིན་དེ་རྟེན་འབྲེལ་གྱི་ཚུལ་དང་དེ་འདྲི་གཅིག། བྱས་པར་ད་འདི་སྦྲུལ་གྱི་ལོ་ནང་ལ་ཨེ་ནས་ཅིག་ཚང་མ་བྱ་བ་ལང་འགྲོ་དང་ཨེ་ནས་ཚེ་རིང་ནད་མེད་ཡོང་ཡ་བྱེད་ལ། དེ་ནས་རྟེན་འབྲེལ་གྱི་ཚུལ་གཅིག་ངན་དེ་མར་སྡིག་འབྲེལ་གྱིས་བཟོ་ན་ཡག་པོ་ཡོད་ཀྱི་རེད་བསམ་པ་དེ་འདྲས་རེད། ད་འདི་སྦྲུལ་དེ་ཤེས་ཡོད་ཀྱི་སྐད་ཆ་བཤད་སོང་ན་དཔེ་ནང་དུ་གདེང་ཟབ་པོ་ཅིག་ཆགས་ཡོད་པ་རེད་འདི་ཅི་རེད་ཟེར་ན་སྔ་རོལ་གྱི་རི་ཧི་མ་ལ་ཡའི་གུར་རྒྱུད་ཀྱི་ནང་གི་ད་གའམ་དང་རུང་ཟེར་ཡག་གི་ནང་གི་རུང་གི་རིག་གནས་དང་དཔལ་ཡོན་གྱི་རྟགས་སུ་བྱེད་པ་དེ་འདྲ་ཞིག་རེད་ད་དཔེར་ན་ང་ཚོས་འདི་གི་དོན་དེ་ཤེས་རག་པ་གི་རྣམ་པ་ངོ་བོ་ཙང་གི་ཐོག་ནས་ག་རེ་རེད་ཟེར་ན་ང་ཚོའི་ཤི་ཐང་གི་སྲོག་ཆགས་སྦྲུལ་ཡོད་ར་བ་འབུ་སྦྲུལ་དེ་གི་འབུ་སྦྲུལ་གི་ཐོག་ནས་ད་ཡོང་བསྡད་པ་ཞིག་རེད། ཡིན་ན་ལ་འདི་གི་རྒྱབ་ལྗོངས་དེ་ལ་ད་རིག་གནས་མང་པོ་ཞིག་ཡོད་པ་རེད་ད་ཡོད་པ་དེ་ཅི་རེད་ཟེར་ན་དཔེར་ན་ང་ཚོས

དང་དོན་ཚན་འདི་བོད་ཀྱི་གནས་ཚུལ་གྱི་ཆ་ཡོད་པ་དེ་འདྲ་ཅིག་རེད་དེ་ལ་ང་ཚོས་དཔེར་ན། ང་ཚོས་ད། ལེ་ཚན་མང་པོ་ནས་ལ་ཧ་གོ་བསྡད་པ་དེ་འདྲ་རེད་བ། ད་ནང་པའི་གི་ཤེས་བཟོའི་གཙོ་བོ་བཞག་ཅེས་པ་ཡིན་ན་དེ་འདྲའི་ཆེ་གི་འོ་རེད་དེ་གཙོ་བོ་ཅི་རེད་ཟེར་ན་ནི་ཕྱག་ན་རྡོ་རྗེ་དང་གླུ་གི་བག་གི་འབྲེལ་བ་དཀྲུག་སྟངས་གི་ཐོག་ནས་ནི་ཞྭ་ཆུ་གར་གྲགས་པ་ཕན་ནུས་སྦྲུལ་འདུལ་བ་དང་གླུ་འདུལ་བ་ཟེར་གི་རེད་བ་དེ་རེད། དེ་ཡིན་དུས། འདི་གི་ནང་ག་རེ་རེད་ཟེར་ན་ད་དཔེར་ན་ངས་འདི་སྦྲུལ་ཟེར་ཡ་འདི་བཤད་པའི་སྐབས་སུ་སྦྲུལ་འདི་ལ། སྔ་རོལ་གི་ཕྱི་གདོད་མའི་སྐབས་སུ་གདོད་ཆགས་པ་ལ་རིང་གི་རུང་གི་རིག་གནས་དེ་དང་འབྲེལ་བ་ཡོད་པ་གཅིག་ཡོད་རེད།

གཙོ་བོ་འདི་གི་བཤད་སྲོལ་དེ། འདི་ནང་ལ་གསང་བ་བསང་ཅི་མི་བྱ་བ་ཅིག་ཡོད་རེད། དེ་ཡིན་ཙང་ན་ང་ཚོའི་གི་སྒང་པ་གི་དཔལ་ཡོན་གི་མཚོན་པའི་གི་ད་ལྟ་གི་ང་ཚོའི་གཙོ་ཆུང་གི་བྱེད་པའི་གི་རིག་གནས་དེ་གི། འདི་གི་སྦྲུལ་ཟེར་ཡ་དེ་དབང་དུ་འདུ་བ་ཡིན་ཙང་ན་ང་ཚོའི་ལྷོ་དབང་དུ་འདུ་ཟེར་གོ་ར་ས་ལ་ད་ལྷ་བྱང་ཆུབ་ལྷོ་ད་འདི་ས་དེ་ལ་འདི་བྱང་ཆུབ་ཅིག་འདུ་བ་དེ། ལྷོ་ཟེར་ཡ་དེ། འདུར་བ་རེད་ཟེར་དེ་ཀླུ་ཟེར་བ་དེ་འདུལ་བ་རེད་ཟེར་ནས་དེ་བཤད་དེ་གི་ད་གཙོ་བོ་ཕྱིར་ཟེར་ན་རྒྱ་མཚོ་ཆེན་པོ། ཆུ་བོ་ཆེན་པོ་རོང་ཆེན་པོ་གཙང་པོ་ཆེན་པོ་དེ་འདྲའི་གི་ནས་རིམ་པ་ད་ལྟའི་བའི་གི་རིག་གནས་དཔལ་ཡོན་རྒྱ་ཆེན་པོ་ཞིག་ཡོད་པར་དེ་ལ་ད་ང་ཚོས་རྡོའི་གི་རིག་གནས་ཟེར་ན་འདྲ་ལྷོའི་གི་རིག་གནས་ལོ་ཟེར་ན་འདྲ་གང་ལྟར་ཅང་ཆུ་གནས་གི་རིགས་སུ་གྱེར་བ་དེ་འདྲ་ལ་གཙོ་བོ་གི་རྟགས་སུ་གྱེར་བ་དེ་སྦྲུལ་གི་རྟགས་སུ་གྱེར་བ་ཡོད་རེད་དེ་ནས་ཡང་ཀའོ་རེ་ཀའོ་རེ་འབད་པ་གི་རྟགས་སུ་གྱེར་བ་དེ་འདྲའི་ཞིག་གི་ཡོང་དེ་ཀའོ་རེ་ཀའོ་རེ་རུས་སྦལ་གི་རྟགས་སུ་གྱེར་བ་དེ་འདྲ་ཡོང་གི་ཡོད་པ་རེད་ད་དེ་ཚོ་ཅི་རེད་ཟེར་ན་ཆུ་གནས་གི་རིགས་སུ་གྱེར་བ་གི་དེ་འདྲ་རེད། ད་ངས་དེ་རིང་འདི་བསྒྲོད་ཟེར་ཡ་དེ་གི་འདི་ལ་དིང་འདྲེ་ཅིག་བརྒྱབ་པའི་སྐབས་སུ་ངས་ག་རེ་ཤེས་དགོས་ཟེར་ན་འདི་བསྒྲོད་ཟེར་ཡ་འདི་གི་འདི་ལ་དིང་འདྲེ་བརྒྱབ་པ་དེ་བོད་གཞི་དང་བོད་ཀྱི་ཡི་གེ་ཚང་མ་དེ་ལ་དིང་འདྲེ་བརྒྱབ་པ་དེ་གས་ཤིང་བོར་ང་ཚོའི་ཡིག་དཀར་ནག་གཉིས་ཡོད་རེད་ཡིག་དཀར་ནག་གཉིས་ཀྱི་ནང་དོན་མཚོན་བྱེད་འདྲ་བོ་དེ་དཔེར་ན་ང་ཚོ་གི་བརྡ་སྤྲོད་ཀྱི་རྣམ་གཞག་གི་ཐོག་ནས་མཚོན་བྱ་ན། ད་ཕར་བོ་ད་སྤྲོ་ཡ་དེ་ལ་ནང་དོན་གཅིག་པ་འདྲ་བོ་ཞིག་ཡོང་བསྡད་ཀྱི་རེད་རེད་དེ་ལས། འདིའི་གི་རྟགས་སུ་བྱེད་བ་དང་ནི་ཤར་རྒྱལ་དང་ཚད་མ་གི་རྣམ་གྲངས་བྱེད་སོང་ན་འདི་གཉིས་ཀྱི་ནང་དོན་དེ་ཡིག་ཀ་ཡིག་ཀ་ནང་གཉིས་ཀྱི་གི་ནང་དོན་དེ་ཡང་ཀའོ་རེ་ཀའོ་རེ་ཅིག་ལང་ཀ་ཁ་ཁ་ནས་འབྲེལ་བ་བྱེད་དགོས་པ་ལྟ་བུ་ཡི་གེ་རྣམ་པ་ཕར་ཕྱེ་རྣམ་པ་གཉིས་ཨ་ཡིན་བསམ་པ་ན་དེ་འདྲིའི་གི་ནང་དོན་ཅིག་ཡོང་བསྡད་པ་རེད་དེ་ཡིན་ས་ན་འདི་གཉིས་ལ་གཅིག་ལ་གཅིག་འབྲེལ་ནས་འགྲེལ་བཤད་རྒྱག་སོང་ན་གཅིག་གི་གཅིག་དང་འབྲེལ་ཐུག་དཔེར་ན་ང་ཚོའི་གི་དབུ་མེད་ཟེར་ཡ་གཅིག་ཡོད་རོགས་ཨ་ད་ང་ཚོ་ཡིག་ནག་དེ་ཡིག་ནག་གི་ཀའོ་ཀའོ་རེ་ཡིག་ནག་གི་ནང་དོན་བྱས་ནས་ཨུ་རྐྱེན་ལ་ཕར་གྲོགས་སུ་བྱས་སོང་ན་ཨུ་རྐྱེན་དེ་ལས་སླ་བོ་ཨུ་རྐྱེན་འགས་ཡང་ཨུ་མའི་ལ་ཚུར་གྲོགས་སུ་བྱས་བ་དེ་འདྲའི་ཡུན་འགོར་བ་ད་ལྟའི་ང་ཚོའི་ནད་དཀར་ནག་གཉིས་དེ་ཕན་ཚུན་འདྲིས་ལུགས་ཀྱི་ཐོག་ནས་ད་གནམ་ས་ཁ་སྤྲོད་འདྲ་བོ་བྱས་སོང་ན་ང་ཚོ་ལ་སྟབས་བདེ་ཅིག་སླེབས་བསྡད་ཀྱི་རེད། ད་དེ་རིང་གི་ངའི་འདི་སྡིངས་ཁྲིར་རྒྱལ་ལུགས་དེ་ག་རེར་ཟེར་ན་ངའི་ཀར་ཤེལ་བར་སུ་ད་འདིར་སྒྲིལ་ཟེར་ཡག་ཅིག་ཡོང་བསྡད་ཀྱི་རེད་བ།

ད་ལྟའི་བྲོས་དགོས་པའི་རྒྱུ་མཚན་ཅི་རེད་ཟེར་ན་ང་རོ་སྡོད་མིན་གྱི་ང་ཚོའི་གི་རིག་གཞུང་གི་གནས་སྟངས་དེ་དང་དཔལ་ཡོན་གྱི་འགྲོ་ལུགས་ཅིག་ཤེས་དགོས་ན་ངས་ངེས་པར་དུ་སྦྲུལ་ཟེར་ཡག་དེ་དང་སྦྲུལ་གྱི་རྒྱབ་གི་རྒྱབ་ལྗོངས་གི་རིག་གནས་དེ་དང་སྦྲུལ་ཁོ་རང་ལ་གནས་པའི་གསང་བ་གསང་བྱེད་མི་བྱེད་པའི་ཆ་དེ་ཤེས་དགོས་གི་རེད་ཟེར་དེ་ཟེར་གི་རེད། འོ་དེ་ཡིན་པའི་རྒྱུ་མཚན་ཅིག་གིས་དཔེར་ན་ང་རོ་གི། དཔེར་ན་ཤི་གསོན་མང་པོ་གི་ཧི་མ་ལ་ཡའི་ལྷོ་གི་དེ་ཚོ་ཤི་གསོན་ན་ལ་འཇིག་རྟེན་གྱི་ཁང་དུ་སྦྲུལ་གྱི་འཁོར་ལོ་ཞིག་གི་ནང་ལ་བསྡད་ཡོད་པ་རེད་སྦྲུལ་དེ་ཁོ་རང་གི་ཁ་དེ་གི་ཁོ་རང་སྔ་མ་དེ་ཟིང་ནས་ཨེ་ནི་དེ་གི་བར་སྟོང་གི་ནང་ལ་འཇིག་རྟེན་དེ་ཆགས་ཡོད་པ་རེད་ཡང་འདྲ་པོ་གི་ཤི་གསོན་ཡོང་སྒོ་རེད་དེ་ནི་སྦྲུལ་གྱི་འཁོར་ལོ་དེ་ལ་ང་ཚོ་འཆི་བ་ཅན་ཟེར་གི་རེད་སྦྲུལ་གྱི་འཁོར་ལོ་དེ་ལ་བརྟེན་ནས་ད་འཇིག་རྟེན་ཐམས་ཅད་དེ་སྦྲུལ་གྱི་འཁོར་ལོ་ཅིག་ལ་ཆགས་ནས་བསྡད་ཡོད་པ་ལྟ་བུ་དེ་འདྲ་རེད་ཟེར། ཤེས་དགོས་རེད། དེ་ལྟོས་ཕྱིར་བྱས་ན་ཇི་ལྟར་ང་ཚོས་ཀྱི་མི་གི་ལུས་པོ་གི་ཐོག་ལ་ཚིག་རྒྱག་བྱས་ན། མི་གི་ལུས་པོ་དེ་ལ་ང་ཚོས་ཚེ་དང་སྲོག་ཟེར་ཡ་ཆོས་ར་སྲོག་ཟེར་ཡ་འདྲ་པོ་ཅིག་ང་ཚོ་སྲོག་གི་ཀ་བ་ཟེར་དེ་ང་ཚོས་ནི་ལུས་པོ་གི་ཐོག་གི་ང་ཚོས་ནི་རྩ་གི་ཁོ་རང་གི་ད་འགྲོ་སྟངས་ཅིག་ཡོད་རོགས་ཀ་བ་གི་བཟོ་ལྟ་ཟེར་བྱེད་པའི་གི་ད་དཔེར་ན་ང་ཚོས་ནི་ད་ལྟ་རྩ་དབུ་མ་ཟེར་ཡ་མང་ཆེ་བ་དེ་ཟེར་ཞེ་སྟངས་ང་ཚོས་ནི། སྲོག་གི་ཀ་བ་ཟེར་ཡ་ཆུ་ལུད་ཕོག་གི་ཐོག་ལ་ཀ་བ་འདྲ་བོ་གི་བཟོ་ལྟ་ཅིག་ཡོད་རེད་ཟེར་ད་ང་ཚོ་དེ་ལ་ཅེར་རེད་ན་ཚེ་ཐག་གི་སྦྲུལ་གྱི་འཁོར་ལོ་ཟེར་ཏེ་སྦྲུལ་དེ་གི་དེ་ལ་སྤྲི་ཀ་རྒྱག་གི་འགྲོ་བསྡད་པ་དེ་རེད་དེ་ཡོད་རེད་དེ་ཅེར་རེད་ཟེར་ན་ང་རོ་ཕྱིའི་སྡོད་མིའི་སྐབས་སུ་གསོ་བ་རིག་པའི་ནང་དོན་མཚོན་བྱེད་ཡོད་དགོས་ན་འདྲ་ད་མི་ཞིག་ཨེ་ནས་ཅིག་ཚེ་དང་སྲོག་གཉིས་ཀའི་ལས་མཐའ་ནས་ད་ང་ཚོ་ཕྱི་མའི་ཚེ་ཡི་རོལ་པ་དར་ཡག་ལ་སོགས་པ་དང་ཅིག་ང་ཚོས་ན་ད་ཅིག་ཚེ་དང་ཅིག་སོགས་ཟེར་ཡང་དེའི་གཡུང་དྲུང་ལྟར་དུ་གནས་པ་ལ་སོགས་པ་ཡང་སྦྲུལ་དེ་ལ་འབྲེལ་བ་ཅིག་ཡོད་པར་དེ་ལྟོས་ང་ཚོས་ཡོ་ག་གི་དེ་འབྲེལ་གྱི་རྣམ་གཞག་རྣམས་མིག་གི་ལུས་པོ་གི་གནས་དེ་ལ་ཡང། སྲོག་གི་ཀ་བ་སོ་སོ་ཡར་དྲང་པོ་བྱས་ནས་བསྡད་པའི་སྐབས་ཟད་ནས། ཁོ་མོས་དེ་ནས་ཡར་སྦྲུལ་གྱིས་ཡར་ཁོ་བོ་ན་ལངས་ནས་དེ་ནས་སྲོག་གི་ཀ་བ་ལ་སྤྲི་དཀར་རྒྱབ་བྱས་ནས་ཡར། ང་ཚོས་ན་ད། ཡར་ཐོད་ཁ་ཧེ་ང་ཚོས་ནི་བཅུ་བོ་ནས་ཡར་འགྲོ་ཡ་ཅིག་གི་རྣམ་གཞག་བྱེད་སྲོལ་ཡོད་པ་རེད། འོ་ད་དེ་འདྲའི་རེད་དེ་དེ་འདྲའི་སྐོར་མང་པོ་ཞིག་ཡོད་པ་རེད་ད་དེ། དེ་ལྟོས་ཕྱིར་ཟེར་ན་དཔེར་ན་ང་ཚོས་མགོན་པོ་ཀླུ་སྒྲུབ་ཀྱི་འབུམ་དེ་འདྲའི་ཞིག་ས་དེར་ཀླུ་ཡོད་ནས་དེ་འདྲའི་ཞུས་པ་རེད་དེ་ནས་དེ་མི་རྒྱུ་མཚན་ཅིག་དཔེར་ན་ང་ཚོས་ཀླུ་སྒྲུབ་ཟེར་ཡ་ཀླུ་ཟེར་ཡ་དེ། དཔེར་ན་མགོན་པོ་ཀླུ་སྒྲུབ་དུ་ཕེབས་པའི་སྐབས་སུ་ནི་སྦྲུལ་མང་པོ་ཞིག་གི་གདན་དཀར་ཅན་སྦྲུལ་གདོན་གྱི་གདན་དཀར་ཡོད་པ་དང་འདྲ་ཡོད་པ། དེ་ནས་ཀླུ་ཡོད་ནས་ཡར་འབུམ་དེ་འདྲའི་ཞིག་དེ་ད་འདི་སོ་ཚང་མ་འབྲེལ་བ་ཡོད་པ་ཅིག་ཆགས་ཡོང་གི་རེད་ཟེར་ད་དེ་སོ་ན་གདིང་ཟབ་པོ་ཅིག་རེད། ད་སྦྲུལ་ཟེར་ཡ་དེ་ཤོག་མང་པོ་བྱིན་ནས་ང་གསོན་ན་ད་བསམ་བློ་བཏང་ནས་ཞིབ་འཇུག་བྱེད་དགོས་པའི་གནས་ཚུལ་ཆགས་ཡོད་པ་རེད། ད་ངས་འདི་འདི་འདྲར་བྱས་པའི་རྗེས་མཚོན་གཙོ་བོ་ག་རེད་ཟེར་ན་འདི་གི་སྦྲུལ་ཟེར་ཡ་གི་ཡི་གེ་དེ་ཁྱིམ་ཚང་གཅིག་ཡོད་རེད་ཁྱིམ་ཚང་ཡིན་ལུགས་ག་རེད་ཟེར་ན་འདི་གྲངས་ཀ་མང་པོ་ཞིག་ལས་གྲུབ་པ་རེད་དཔེར་ན་ང་ཚོའི་དབུ་མའི་གི་གྲངས་ཀ་འདྲ་པོ་བཟོ་བའི་སྐབས་སུ་ལ་ད་གྲངས་ཀ་ད་ངས་ཨེ་འདྲ་བཟོ་བྱས་ན་གྲངས་ཀ་ལྔ་གཅིག་བཏོན་ཡོང་དགོས་རེད། ཀླད་ཀོར་གཅིག་བཏོན་ཡོང་གི་རེད། གྲངས་ཀ་བརྒྱད་ཅིག་བཏོན་ཡོང་གི་འདུག་འདི་ནས་ལ་གྲངས་ཀ་བདུན་ཅིག་བཏོན་ཡོང་གི་འདུག་ད་འདི་ཅི་རེད་ཟེར་ན། གྲངས་ཀ་ལྔ་ཀླད་ཀོར་བརྒྱད་ཅིག་དང་བདུན་ཅིག་བཏོན་ཡོང་གི་འདུག་ད་འདི་ང་ཚོས་ཀྱི་འབྲུའི་ཟེར་ཡག་གི་ཡི་གེ་འདི། དབུ་ཅན་བཟོ་བཞག་ན་ད་ཧ་གོ་གི་མི་འདུག་དབུ་མེད་བཟོ་བཞག་ན་ད་སིལ་བ་ཧ་གོ་གི་རེད། དེ་ཡིན་དུས་ད་འདི་གི་ཤར་ལ་ཆུ་ཅིག་ཡོད་རེད་ཟེར་ན་འདི་ཁ་ལ་ཆུ་ཅིག་ཡོད་རེད། ཆུ། ད་འདི་ཆོས་ཅི་ན་ར་བཟོ་ན་ཆོས་ཅི་ཡོད་རེད་ཟེར་ད་དེ་དེ་ཆོས་དེ་ཆོས་རེད་ཟེར་ཁོ་རང་གི་ཕྱི་ནས་ཀྱི་རིས་སུ་གྱུར་བ་ཡིན་པའི་བདག་ཉིད་ཅན་ལྟར་གྱིས་ཡང་ན་ང་ཚོའི་ས་ཆུ་མེ་རླུང་ངའི་ནང་གི་ཆིག་འཇིག་པ་ཆེན་པོ་ཚོན་གོས་ན་རེ་དེ་རེད་དེ་ནས་ད་གྲངས་ཀ་ཟེར་ན་ལྔ་སྟོང་བརྒྱ་མེད་བརྒྱད་ཅིག་བྱ་དོན་ཅི་ཡོད་རོ་སྔགས་ལས་གོ་རྗེས་དོན་ཅི་ཡོད་ད་འདི་ཅི་རེད་ཟེར་ན། འདི་སྦྲུལ་གྱི་གསང་བ་འདྲ་བོ་དེ་ཆགས་ཡིན་དགོས་རེད་ཟེར་སྦྲུལ་གྱི་གསང་བ་ཟེར་ན་རེད་ཟེར་ད་བས་ན་འདི་འདྲའི་བྱས་བྱས་ན་སེར་བོ་བཀུག་གོ་རེད་ད་ང་ཚོའི་གི་གྲངས་ཀ་བདུན་དེ། ལག་གི་རྣམ་པ་བཟོ་བྱ་ན། ལག་གི་རྣམ་པ་བཟོ་བྱ་ན། ང་ཚོ་དེ་ལྷ་གཅིག་ཡོད་པར་བ། ད་དེ་འདྲའི་རེད་འགྲོ་སྟངས་དེ་ལྷ། དེ་ཁོ་ར་བདག་ཉིད་ཅན་དེ་གོ་དགོས་བས་ན་གང་ལྟར་ཀྱང། འདི་གི་གསང་བ་གི་ནང་གི། གྲངས་ཀ་དེ་ལ་ཕབ་བྱ་ན་གྲངས་ཀ་དོན་ངོ་ངོ་ལ་ལོག་འགྲོ་ཡང་འདྲ་བོ་དེ་འདྲ་ཞིག་དེ་ཡིན་ས་ན། འདི་གི་འོག་ཏུ་ནི་ཆུ་བོ་ཅིག་ཡོད་པ། ཆུ་བོ་གི་ཁ་ལ། གྲངས་ཀ་ཅིག་ཤ་ཡིན་དགོས་རེད་ཟེར་བར་ད་འདི་གྲངས་ཀ། ད་འདི་གྲངས་ཀ་བཤད་པ་ཅི་རེད་ཟེར་ན་གྲངས་ཀ་འདི་ལ་བརྟེན་ནས་ད་འདི་ནི་ག་རེ་ཞིག་ཡོད་ཟེར་ན་ང་ཚོའི་མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་གི་རྣམ་བཞག་གཏན་ལ་ཕབ་པ་དེ་འདི་གྲངས་ཀ་གི་ནང་གི་གསང་བ་ཅིག་རེད་ད་ཤེས་སོན་དེ་ཞིག་གོ་རེ་ད་འབུམ་གི་རྣམ་བཞག་དེ་ད་འདི་ན་ག་རེ་ཞིག་ཡོད་འདུག་ཟེར་ན་ང་ཚོའི་ལུས་པོ་གི་ཐོག་གི་ལུས་པོ་གི་དྲུག་གཏམ་ཅིག་ཡོད་རེད་བ་ང་ཚོའི་ལུས་པོ་གི་དྲུག་གཏམ་དེ་ལ་ང་ཚོའི་ན། དེ་ལ་འབུམ་ཟེར་ཏེ་འབུམ་ཟེར་ཡ་དེ་འབུམ་མ་ཟེར་ཏེ་ཡང་འདུག་ད་གཙོ་བོ་ཅི་ཞིག་རེད་ཟེར་ན་ལུས་པོ་དེ་འབུག་འདྲ་མིན་སྣ་ཚོགས་ཀྱི་ཕྲ་ཕུང་དེ་འདྲས་ཀྱིས་ཡར་ར་ཁྱབ་ནས་དཔུང་བཞེས་པའི་དེ་འདྲས་ཀྱི་ཕུང་པོ་ཞིག་རེད། ད་དེ་ཀྱི་ཕུང་པོ་གི་དེ་ལ་ང་ཚོས་ཀྱི་རྣམ་ཤེས་ཀྱི་ཤེས་པ་དེ་ཕུང་པོ་དེ་འདྲས་ཀྱི་ནང་ལ་བསྡད་དགོས་ན་དེ་འདི་གཉིས་བར་གྱི་འབྲེལ་བ་གྲུབ་སྟངས་འདི་གཉིས་བར་གྱི་ཨ་ནི་ཅིག་ང་ཚོས་ན་ད་ཅིག་ང་ཚོ་ཁོ་རང་གཞི་གཅིག་ཏུ་གནས་འགྲོ་བའི་སྐབས་སུ་ལ་ད་ང་ཚོ་ཁམས་པ་དང་བདག་པོ་རྣམས་གཞི་གཅིག་གནས་འགྲོ་བའི་སྐབས་སུ་འདི་གཉིས་བར་ལ་འབྲེལ་བ་ཅིག་ཆགས་ཡོང་དགོས་ར་བ་གང་ར་གང་ལྟར་ཞིག་དེ་ཡིན་ཙང་ན་འབྲེལ་བ་གྲུབ་སྟངས་ཀྱི་ག་འདྲ་ཡིན་པ། དེ་ནས་ང་ཚོས་གི་འགྲིག་ཕུང་པོ་དེ་འབྲེལ་བ་ག་འདྲ་གྲུབ་ཡོང་གི་ཡོད་པ་ཤེས་པ་དེ་ག་འདྲ་ཞུ་གི་ཡོད་པ་གི་གསང་བ་ཐམས་ཅད་དུ་གྲངས་ཀ་འདི་ནང་ལ་བསྡད་འདུག་ཟེར་ད་དེ་ཡིན་ཙང་ན་ང་ཚོས་ད་གཙོ་བོ་ཕྱིར་ཟེར་ན་སྦྲུལ་ཟེར་དེ་གི་ད་མིང་དེ་མ་ར་ང་ཚོ་རྣམ་གཞག་དེ་མ་བསྟན་པའི་ཕྱིར་སྐབས་སུ་འདི་གྲངས་ཀ་ཞིག་ནང་དོན་འདིར་ཏན་ཏན་གོ་དགོས་གི་རེད་འདི་གྲངས་ཀ་དེ་གྲངས་ཀ་དེ་གི་གཞི་གཅིག་གི་གྲངས་ཀ་ཁོ་རང་གི་ད་ང་ཚོ་འབྱུང་བཞི་གི་རྟེན་ས་གི་ཕུག་འདྲ་བོ་དེ་འབྱུང་བ་ཕྱི་ལ་འཐབ་འགྲོ་གི་རེད་འབྱུང་བ་ཕྱི་ལ། ཐང་འགྲོ་བ་ལྟ་བུ་དེ་འདྲ་ཞིག་རེད་དེ་ཡིན་ས་ན། སྦྲུལ་ཁོ་རང་གིས་སྔར་ཀླད་ཀོ་རྗེས་ལྡོན་ཟེར་ཡ་འདྲ་འདིར་གྲུབ་འདུག་ད་འདི་གི་གྲངས་ཀ་འགྲོ་སྟངས་འདི་ལ་བརྟེན་ནས་ད་གྲངས་ཀ་ཁོ་རང་གྲངས་ཀ་གི་རིག་གནས་ཀྱི་ཡོལ་བ། ད་གྲངས་ཀ་རིག་གནས་ནང་ལ་ད་དཔེ་མི་སྲིད་པའི་ཕུན་སུམ་ཚོགས་པ་ཤེས་ཡ་ཡོང་འདི་གི་རེད་ང་ཚོས་གི་འདི་གི་རྣམ་གཞག་ནི་དེ་ཡིན་ས་ན། ལྷ་གཙོ་བོ་ཆེ་རེད་བསམ་ནས་ང་ཚོ་འདི་ཧ་གོ་གི་གི་འདུག། དེ་ནས་ད་འདི་ཧ་གོ་སོང་ན་སྦྲུལ་དེ་ཧ་གོ་ན་དེ་ནི་སྦྲུལ་དང་ལྟོས་པའི་གི་རུང་གི་དཔལ་ཡོན་ངྷ་རོ་ཀོ་སི་གི་ལྟོས་ཆ་པ་ལ་རིང་ལ་སོགས་པའི་ལྟོས་པའི་གི་རིག་གནས་མང་པོ་ཞིག་ད་ཧ་གོ་ནས་དེ་ནི་ཅི་རེད་བསམ་ན་ངྷ་རོ་ཀོ་སི་གི་ཨེ་ན་ཅིག་དུག་བཟོ་སྟངས། ཡང་ན་ང་ཚོ་དུག་ལས་ལྟོས་པའི་གི་སྨན་བཟོ་སྟངས། དེ་ལྟོས་གི་ཕྱིར་རེད་བསམ་ན་ཨེ་ནི་ལུས་པོ་གི་ཐོད་གི་སྦྲུལ་དེ་དཀྲོག་བྱས་ནས་སོ་སོ་ཐར་ལམ་དོ་ཡ་ལ་སོགས་པའི་གི་རྣམ་གཞག་ཆ་ཚང་དུ་འདི་ནས་ཡོང་བསྡད་གི་འདུག་དེ་ཡིན་ཙང་ན་ངས་དེ་རིང་ད་འདི་སྦྲུལ་གི་ལོ་དེ་ཟག་ཡོང་དགོས་ར་བ་སྦྲུལ་གི་ལོ་དེ་ཤར་ཡོང་སྟེ་འདི་གི་ནང་གི་ང་ཚོ་ཅི་རེད་ཟེར་ན། གསང་བ་འདྲ་པོ་ཅིག་ཉུང་ཉུང་ཅིག་ཞུ་བཞག་ན། འོ་ད་དེ་ཧང་སང་ཡང་ང་ཚོ་ཅིག་གོ་ཨ་ཡོད་རེད་ཟེར་ན་ནང་དོན་ད་འདི་ནང་ལ་ཅིག་བསམ་བློ་གཏང་ས་མང་པོ་ཞིག་ཡོད་དེ་འདི་ད་ང་ཚོས་སྔགས་ཀླད་ཀོ། སྔགས་ཀླད་ཀོ་རྗེས་ཟློས་བྱས་ད་འདི་ང་ཚོས་འཇུག་དགོས་རེད་ད་འདི་ནང་ལ་འཇུག་ནས་ང་ཚོས་གི་ཞིབ་འཇུག་བྱེད་དགོས་རེད་ད་འདི་བསམ་བློ་གཏང་ས་མང་པོ་ཅིག་ཡོད་རེད་ད་ངས་དེ། འདི་རེད་ཟེར་ནས་ཟེར་བཞག་ན་ཁྱད་མཚར་ཅིག་ཡོད་རེད་ཡིན་ན་ང་ཚོ་ཚང་མས་བསམ་བློ་གཏང་ཆོག་ར་སོ་སོ་སོ་སོ་གི་བསམ་བློ་གཏང་ས་ཅིག་ཡུལ་ཅིག་ཡོད་པ་རེད་དེ་ཡིན་ཙང་ན་ང་ཚོ་ལ་གྲངས་ཀ་ཅིག་ནས་སྤྲད་ཡོད་པ་རེད་དེ་ཡིན་ཙང་ན་ང་ཚོས་འདི་ལ་ལྟོས་བྱས་ནས་ད། སྦྲུལ། སྦྲུལ་དངོས་གནས་དེ་སྙེད་དགོས་པ་རེད། སྦྲུལ་དངོས་གནས་ཟེར་ཡ་ཅི་རེད་ཟེར་ན་ཁོ་ནུས་པ་ཅི་རེད་ཟེར་དགོས་ར་ད་ནི་ནུས་པ། ཨེ་ནས་ནུས་པ་དེ་གི་ཁམས་ཕྱི་ལ་ཐོབ་པའི་ནུས་པ་དེ་སྙེད་དགོས་རེད། ནུས་པ་དེ་སྙེད་སོང་ན། ཅེ་ན་ཚེ་ཐག་ཟེར་ཡ་དེ་གི་ནུས་པ་ཞེས་ནས་ཨེ་ནས་འཆི་མེད་ཚེ་ཡི་རིག་འཛིན་ཟེར་ང་ཚོ་དུས་ཚོད་ཟེར་ཡ་འདྲ་པོ་དང་བ་གང་ཟེར་ཡ་འདྲ་པོ་དེ་འདྲའི་བར་སྟོང་གི་རྣམ་གཞག་དེ་འདི་ལ་བརྟེན་ནས་གསལ་པོ་ཞིག་ཧ་གོ་གི་རེད་ཟེར་ཡ་འདྲ་པོ་དེ་རེད། དེ་ཡིན་ཙང་ན་ངས་དེ་རིང་འདི་གི་ལེ་ཚན་དུ་བརྗོད་བྱས་ནས་གྲོགས་པོ་རྣམས་ལ་སྦྲུལ་གི་སྐོར་གྱི་གདིང་འདྲེ་བྱེད་སྟངས་དེ་གཏོགས་སུ་ཞུས་པ་དེ་དོན་ཅི་རེད་ཟེར་ན། ང་ཚོས། ལོ་གསར་པའི་ནང་ལ་བྱ་བ་ལམ་འགྲོ་ཐམས་ཅད་གལ་གནད་ཀྱི་ཚེ་རིང་ནད་མེད་ཡོང་བ་གི་སྨོན་ལམ་དང་མཉམ་དུ་འབྲུ་ཡིས་ཅིག་ཕུལ་བ་ཡིན། ཚང་མ་ལ་བཀྲ་ཤིས་བདེ་ལེགས།